བཀྲ་ཤིས་བདེ་ལེགས་ད་དེ་རིང་ངས་འདི་ལ་ཡག་ནི་བོད་ཀྱི་སྲོལ་རྒྱུན་གྱི་རྩེད་མོ་ཐེ་གེ་སེ་ཡ་དེ་གི་ལྟ་བའི་སྐོར་འདྲ་བོ་འབྲི་བཞིན་འདུག་དུས་ཕྱིས་བྱ་ཡ་ཡིན། ཨན་སྤྱི་བཏང་གི་ཐེ་གེ་སེ་ཡ་དེ་རྟ་ར་ལུག་སོགས་ཀྱི་རྟ་ཉལ་བཞི་ལས་བྱུང་བ་ཡི་གི་རྟ་རུ་གོ་ལྡོག་ལྡོག་ཅིག་རེད་དེ་ཡོད་རེད། ཨ་འདིའི། རྟ། མིག་སེར་གྱི་ཡང་ཐེ་གེ་ར་ཡ་གི་དོན་དག་ལ་ཡ་དེའི་ཆེད་དུ་མིག་སེར་གྱི་སེམས་ཅན་བསད་བྱ་ཡ་དེ་འདྲ་ཁེལ་ཡོད་མ་རེད། ཡིན་ན་ཡང་རྟ་དེའི་སེམས་ཅན་བཤུ་གཅོད་དག་ག་རེ་ཡིན་ན་དེ་གི་རུ་གོ་དེ་བསགས་ནས་མང་པོ་ཆགས་ཚར་དུས་དེ་ལ་ཡང་མཚོན་འདྲ་མི་འདྲ་བཏང། ཨ་ནི་འདི་ཡི་ཨ་ནི་ཞོགས། འདྲ་བོ་དེ་ཨ་ནི་བཞི་དང། ཨ་ནི་མགོ་དང་གཞུ་དེ་ཡི་རྟགས་དྲུག་དེ་ལ་ཡང་ཨ་ནི་མིང་མ་འདྲ་བ་དྲུག་རྟགས་ནི་ཨ་ནི། རྩེ་མོ་རྩེ་གི་ཡོ་རེ། དེ་ཡི་རྟགས་མི་མང་པོ་མཉམ་དུ་འཛོམས་བྱས་ཨ་ནི་འདི་འདྲའི་མང་པོ་བསགས་རྒྱོ་དེ་ཨ་ནི་གོ་བཤའ་བརྒྱ་ཨ་ནི་འདི་ནི་རྟགས་མི་རེ་གི་གཉིས་གསུམ་བཞི་ག་རེ་ཁིག་བ་ན་འདི་ཁིག་ཨ་ནི་བི་གི་དཀྱིལ་མ་ལ་ཡ་ཨ་ནི་རྟགས་སུ་ལི་མང་ང་རག་གི་འདུག་རྟགས་ཨ་ནི་བྲི་ནི་རྟགས། རྩེ་མོ་རྩེ་དང་དེ་དེ་འདྲའི་བྱས་ནི་རྩེ་གོ་རེ་རྟགས། གོ་རྟགས་དེ་དུགས་སུ་བྱས་ནི་རྟགས། ཞོག་གི་རྟ་བསོབ་རྟ་དང་དེ་གི་མིང་དེ་ལ་ཡ་རྟ་ནི་ཨ་ནི་མིང་དེ་བྱེན་པ་སྟབས་ད་འདའ་ལུགས་ལ་འོར་འདིའི་མིང་དེ་པེ་ན་ད་འདའ་འདུག་ཞོག་བསྟན་པ་ན་དེ་ལ་ཡ་ཨ་ནི་རྐུབ་དུ་བོ་དེ་ཆུ་རྐུབ་ལ་འོར་རེ་ཨ་འདི་ནི་རྟ་དེ་ལ་མཆོང་ལ་འོར་རེ་ཁོ་མིང་མ་འདྲ་བ་དག་འོར་ཟུར་དེ་ལ་ཨ་ནི་འདི་མཛོ་རེ། འདི་གི་ཞོགས་དེ་བསྟན་པ་ཡིན་ན་མཛོ་རེད་འདི་རྟ་ལ་བོ་རེད་ད་འདིའི་ཞོགས་དེ་བསྟན་པ་ཡིན་ན་ང་རྟ་ཕ་བོ་རེད་འདུག་སི་ཤོག་དབྱུག་པ་ནང་བཞིན་ང་ཚོ་དབྱུག་གོ་བར་ད་དབྱུག་ནི་འདི་འདྲས་བྱས་ནས་ད་གོ་འདི་ལ་ར་ལ་བོ་རེད་ད་འདི་འདྲས་བྱས་ནས་ད། མི་མང་པོ་མཉམ་དུ་འཛོམས་བྱས་ནས་རྩེད་མོ་རྩེད་གི་ཡོད་རེད་ད་དེ། བོད་ཀྱི་ཐུན་མོང་མ་ཡིན་པའི་རྫས་མ་འདྲ་བོ་ཞིག་ཆགས་ཡོད་ཀྱི་རེད་བསམ་གྱི་འདུག། ཨ་ནི་དེ་འདྲ་རེད་ད་ཐེ་གེ་ལི་ཡ་ཨ་ནི་གྲི་ཐེ་དང་ཨ་ནི་ད་ཐེ་གེ་སི་གཉིས་ཡོད་རེད་ཨ་ནི་གྲི་ཐེ་ཟེར་བ་དེ་ད་སྤྱི་བཏང་གི་ཁོང་ཚོ་སྟེར་ཐུག་གི་དུམ་བུ་མགོ་བཙུགས་ནས་སུ་ཡིན་ད་ཡ་ལི་ཡ་ཡང་དམིགས་བསལ་གྱི་གྲི་ཐེ་ཨ་ནི་དེ་འདྲའི།

དེ་འདྲའི་ཆེད་ནས་མིང་བཏགས་སྐོར་རེད། ད་དེ་འདྲའི་ཆེད་ནས་ཁོང་ཚོ་རྩེད་མོ་རྩེད་སྟངས་དེ་ལྟ་དུ་ཧུགས་སུ་རུག་རུག་བཟོས་ཨ་ནི་མི་དེ་ནི་རྟ་ཉོ་ཉོ་ཉོ་ཉོ་གཡུག་འོང་དུ་དེ་ནང་ནས་རྟ་ག་ཚད་བབས་ན་ཡ་སོ་སོ་ཉར། ཨ་ནི་དེ་འདྲའི་ཆེད་ནས་རྟ་སུ་ལ་མང་ལ་རག་གི་འདུག་ད་ནི་ད་དེ་འདྲའི་ཆེད་ནས་རྩེད་མོ་རྩེད་ཀྱི་ཡོད་རེད། ངོ་ལ་འགྲོ་སྟངས་དེ་འདྲའི་འདྲ་བོ་ཅིག་རེད་དེ་ཡོད་རེད། དེ་ཡང་ད་དམིགས་བསལ་གྱི་ད་འབྲོག་འཁོར་ལོ་ཡ་ནི་དེ་རྩེད་མོ་དེ་མང་ང་བརྩེ་གི་ཡོད་རེད་ཡོད་ས་རེད་འདུག་ད་ནང་ད་ཉིན་རྗེ་རེད་བསམ་གི་འདུག་ཨ་ནི་བོད་ཀྱི་ད་ས་ཆ་ཚང་མ་ལ་དེ་རྩེད་མོ་དེ་ཡོད་ན་མེད་ན་ཧ་གོ་མ་སོང་ཡིན་ན་ཡང་ད་ང་རང་གི་ཕ་ཡུལ་ད་ད་དེ་ནི་དེ་རྩེད་མོ་དེ་དཔེ་ད། དེ་མ་གསོ་ཆུང་ཆུང་ཡིན་པའི་སྐབས་ལ་ཡང་འདི་འདྲའི་ཡིད་ལྟ་མང་པོ་བསགས་ནས་ཡིད་ལྟ་རྩེད་མོ་རྩེ་ཡག་མང་པོ་བྱེད་མྱོང་ཡོད་རེད། ད་འདིའི་ཆ་ལ་ཡང་དུས་ཚོད་ད་འདིའི་ཆ་ད་ད་ལོའི་ལོ་སར་གྱི་སྐབས་ཀྱི་ད་ང་ཚོའི་ཕ་ཡུལ་ལ་ཡག་ནས་བི་གའི་ཡིད་རྩེད་མོ་རྩེ་བའི་རྣམ་པ་ཅིག་ད་ལྟ་ངའི་དོད་ལ་ཡང་བརྙན་ཕབ་བྱས་ནས་འོག་ཏུ་མ་བཏོན་བཞག་ཡོད།